ཚང་མ་ལ་རྒྱུས་ལས། དེ་ནས་ཨི་སྙན་དུང་བས་ན། ང་དང་བདེ་བཞག་དེ་ནས། དེ་ནས་ནུབ་རལ་ལྗོངས་སེ་དེ་ནས་སྔོན་རྟ་རེ། སྐལ་བཟང་མ་ནེ་ཀ་ཡིད་ཀ་ནས་དེ་ནས། ཧེ་བང་དེ་ནས་ང་དང་མ་ནེ་འདྲིས་ཀ་ནས་ཧེ་བང་མང་པོ་ཞིག་ཡོད་དེ་ནོ། དེ་ནས་བདེ་བཞག་ཞིག་ངེ་ཡིད་ཀ་སྙན་དུང་བརྒྱུད་དེ་དེ་ནས་གཟིགས་ར་བུལ་པིན། དེ་ནས་ཏེ་ཝི་ནི་ཀ་དེ་ནས་ང་དང་གཟིགས་ཟིན་གཟིགས་ཟིན་ནང་དེ་ནས་ཡང་སྣ་ཚུལ་སོ་མ་མང་པོ་བཞིག་དེ་ནས་ཏེ་ཀ་ནས་རྒྱུས་ཆ་རུག། དེ་ནས་ཏེ་ཝི་ཁེར་ཏེ་དེ་ནས་ཕེད་པོ་དེ་ནས་དེ་རིང་དེ་ནས་ཡི་ཀ་གཞུ་ཆེ་སེ་འབར་བརྩོན་ཅན། ད་དེ་ན་དེ་ནས་གཞུ་ཆེ་སྤུ་དེ་ནས་དེ་རིང་ཅི་ཅི་ཡིན་ཞུས་ན། དེ་ནས་ད་ཨི་ན་དོན་མཚན་དེ་ནས་རྒྱ་དུར་གུ་བཞིག་ཡོད། ད་དེ་ནང་ནས། ད་ཅིག་ཅིག་ཁྱེར་དེ་ནང་ང་དང་མིང་བཏགས་ཚུལ་ལས་སྐོར་བོ་ཡིན་ནོ་ཧ་ལ་ལས། དེ་ཧེ་བང་སྐུ་ནས་ག་དེ་ནས་ང་དང་མིའི་དགོན་ནས་དེ་ནས་འདིར་ཡན་སངས་ལོ། བཞི་བརྒྱ་ལྔ་བརྒྱ་དྲུག་བརྒྱར་བདུན་བརྒྱའི་དེ་ནས་སྔ་ནས་དེ་ནས་ང་དང་མིའི་དགོན་ནས་དེ་ནས་མིང་བཏགས་ཚུལ་དགོན་ལ་དེ་ནས་བཏགས་བྱ། མཛད་ན། དེ་ནས་མིང་མང་པོ་ཞིག་དེ་ནས་འདག་སའི་ང་དང་འདི་རང་འདིར་ཡང་དེ་ནས་ང་དང་མིང་བཏགས་གིན་ཡོད། ཏེའུ་ནང་དེ་ནས་འབད་དེ་ང་དང་སོ་སོ་མཐོང་འདུག་ག་ལ་ལས། དཔེར་ན་དེ་ནས་ང་དང། འབུ་རྩ་དེ་ནས་བུ་མའི་མིང། བཏགས་སྟེ་ཡོང་འདུག་ཏེའུ་དེ་ནས་ཀ་གཟུགས་ག་དེ་ནས་ཧ་གོ་རུག་བཞུགས་ན་དེ་ནས་ཡིན་ན་དེ་ནས་ཧེ་ཝང་ཨ་ག་དེ་ནས། ཧེ་ཝང་གཉིས་གསུམ་བརྒྱའི་ག་ནས་དེ་ནས་ཐོབ་འདུག་དཔེར་ན། དེ་ནས་ཨི་ཀ་དེ་ནས་ངས་ཨང་དང་པོ་སྤེལ་ནས་ཨི་ཀ་ང་དང་ངའི་ཤུལ་གུ་ཙོགས་ལ་དེ་ནས་རྒྱ་དུར་གུ་ཞིག་བཀྲི་བ་སོ་སོ་སོ་སོ་དེ་ནས་ངས་ཅོས་དེ་ཡོད་བཀྲི་བ་ཟིན་ན་ད་ང་དང་འདོགས་བཀྲི་བཞུ་ཆོག་པ་འདོགས་བཀྲི་ཟེར་ན་ང་དང་ཐེ་ཚོམ་ཅན་ཨི་ན་དེ་ཙོགས་ཞིག་འདུག་པ་དེའོ་ཨི་དེ་ཙོགས་ཞིག་ཨི་ན་མ་ན་ཧེ་བསམ་དཀའ་ནས་དེ་ནས་ང་དང་ཐེ་ཚོམ་ཅན་ནས་བཀྲི་བའོ་དེ་ནས་ང་དང་དེ་བ་ལ་འདོགས་བཀྲི་བཞུ་བ་ནོག་ཡ་འདོགས་སློང་བཞུ་བ་ནོག་དེ་ནས་དེ་རྫོགས་སུ་དེ་ནས་ངའི་རྒྱ་དུར་གུས་ཤིག་དེ་ནས་ཡིད་གམ་པོར་བྱིན། གསུངས་པ་སངས་ད་གོ་མེད་དེ་ནས་ཨང་དང་པོ་བས་ན་ཡིན་ནོ། དེ་ནས་ལགས་སླང་དེ་ནས་སྔན་མ། དེ་ནས་བུ་བཙའ་སླང་དེ་ནས་བུ་མེད་མིང། བེད་པོ་དེ་ནས་བདག་བྱས་སེ་དེ་ནས་ལུག་ཧྲོ་ལོས་བྱས་དུ་ཟེར་བཞུད་བྱས་སེ་པོ་ཡིན་ཀ་བུ་ཁྱེར་དེ་ནང་པོར་ལ་དེ་ནས་ང་དང། ཡོད་དེ་ནོག་སྤེར་ན། པོར་ལ་དེ་ནས་ཨམ་མདོ་ཕྱོགས་སུ་སླང་དེ་ནས་དེ་བཟོ་བ་ཡོད་བྱས་སྡོད་དེ་ན་ཙོག་ལ་ཡིས་ང་དང་ཤར་ཕྱོགས་སེ། ད་ང་ད་མོན་ད་བང་ཆོག་གདགས་ས་ང་ད་ཨ་རུ་ན་ཅལ་ལེ་ན་ཡོད་དེ་ནོག་དེ་རྫོགས་སྐོན་ལ་དེ་ནས་འབུ་ཚ་དེ་ནས་པོ་མའི་མིང་བཏགས་རྗེས་སུ་ལུགས་ཧྲོལ་དུ་སྤེར་ན་ང་ད་པོར་ལ་བཞུས་ན་དེ་ནས་རྒྱལ་བ་རིན་པོ་ཆེ་ཁོང་རང་དེ་ནས་ཕྲུ་གུ་ཟ་ནས་དེ་ནས་ལྷ་མོ་དུ་འགྲུབ་ཟེར་ཏེ་ད་ག་ཛ་དེ་དུ་སོང་སྤ་སང་ཚ་འབུ་ཁྱེར་ཏེ་ལྷ་མོ་དུ་འགྲུབ་དུ་རྒྱལ་བ་རིན་པོ་ཆེ།

རྡོ་རྗེ་མཁའ་འགྲོ་བཞུགས་རྫོགས། དེ་ནས་འདག་ས་དེ་ནས་གང་དེ་ནས་གྲུ་གུ་བོ་ལ། དེ་ནས་པདྨ་མཁའ་འགྲོ་བཞུགས་རྫོགས། འོ་དེ་རྫོགས་སོང་པ་སང། བུ་མོའི་མིང་དེ་ནས་འབུ་ཚ་དག་ཅེས་སེ་ལུག་ཧྲོལ་བོ། ད་འདག་ས་དེ་ནས་ང་དང་ལགས་སླ་དེ་ནས། ཧ་ལམ་མཐོང་ང་མེད་འགྲོ། དེ་ནས་སྔན་མ་འདུག་བཞུད་བྱེད་ཟིན་ཏོ་ཀ་བཟོ་འདུག་ཟེར་ནས་ཨི་ཀ། དེ་ནས་དབང་ཅིག་ཅིག་ག་བསྒྲལ་རྫ་དེ་འདུག། དགེ་སློང་སྒྲོལ་མ་རྒྱལ་མཚོ་ཟེར་ཏེ་བསྒྲལ་རྫ་དེ་འདུག་ཨ། དེ་ནས་ད་དགེ་སློང་སྒྲོལ་མ་རྒྱལ་མཚོ་བཞུད་ན། ད་འགྲོལ་མ་ཟིན་ང་དང་སྤོ་མེ་མི་ངན་ནོག་པ། སོང་པོ་སོང་ད་དེ་ནང་ད་ང་དང་གཅིག་དང་དགེ་སློང་མ་དེ་ནས་ང་དང་ཡོད་ན་དེ་ནས་འགྲོལ་མ་རྒྱ་མཚོ་སོགས་ཞིག་བཞུད་ན་དེ་ནས་དགེ་སློང་མ་ང་དང་མེད་དེ་ནོག་ད་མ་ནི། ལོ་མང་པོ་ན་དེ་ནས་ང་དང་དགེ་སློང་མས་དེ་ནས་རྒྱུན་མེད་དམ་མ་མང་པོ་ཆད་བརྒྱག་སོང་པོ་སོང་དེ་ནས་ད་གཡུག་ཁྱེར་ཏེ་དེ་ནས་བྲ་བ། བྲ་བ་ཞིག་ག་དེ་ནས་དགེ་སློང་དེ་ནས་འགྲོལ་མར་རྒྱ་མཚོ་བཞུས་ཏེ་དེ་ནས་ཚ་མདའ་ཧ་ཛ་སྟོད་བསྐྱིད་དུ་སོངས་པ་དུས་བ་ནོ་དེ་ནས་ཡང་དེ་སྣ་ཚོགས་ལ་ཡང་ཧེ་དབང་ཅིག་ཅེས་ག་ནས་ཤགས་སྐྱའི་དགེ་སློང་འགྲོལ་མར་རྒྱ་མཚོ་ཟེར་ཏེ་བསྒྲལ་ཛ་སྟོད་དུ་བ་དེ་ནས་ངེས་པའོ་དུ་བ་ནོ། དེ་སྣ་ཚོགས་ལ་བརྟེན་ནས་སྤོས་མེ་མིང་བཏགས་ཀན་དེ་ནས་སུམ་པ་བོ་ཁྱེར་ཏེ་ན་སློབ་དཔོན་ཆེན་མོ་འགྲོལ་མ་སྤལ་བཟང་ལ་ཟེར་ཏེ་བརྒྱད་བཟའ་སྟེ་བཟློག། སོང་སྤོས་བཟང་འགྲོལ་མ་སྤལ་བཟང་ཟེར་ན་ང་ད་མི་ནས་མིང་ཕེད་པོ་བུ་ཚའི་ཕེད་པོ་སྤོས་མེ་ཡོད་དེ་ནོག་པ་སོང་སྤོས་བཟང་དེ་རྫོགས་སའི་དེ་ནས་མིང་བཏགས་ཧྲོལ་དེ་ནས་སྔན་མ་ལ་དྭགས་སུ་ལངས་ཡོད་ཀྱི་འདུག་བཞུགས་ཀན་པོ་དེ་ནས་སྟོད་ཁྱེར་ཏེ་ངེད་ཀྱིས་ཕྱོགས་ད་ཡི་ག་ཤ་ཅི་སྟ་ནས་དང་པོ་བོ་སྟོད་ནོག་ལ་ལས། ད་ལྟེ་བོ་ཁྱེར་ཏེ་ཅི་ཡིག་ཧ་གོ་རུ་ཟིན་ད་གདངས་འདི་རེ་ང་དང་ལྟེ་ཟོག་སེ་དེ་ནས་མིང་ཕེད་པོ་པོ་མེ་སྟག་སྐ་འཇིག་འབུ་ཙ་ཧ་ལམ་ཅིག་དེར་ང་དང་མཐོང་ང་མིན་ནོ་གསུངས་པ་སྔར་མ་ལྟེ་ཚོགས་ལོག་ཧྲོལ་གྱི་ཡི་གེ་སྐྱེ་དུ་ག་ལ་ལེ་དེ་ནས་ལྟེ་བོ་དང་པོ་ཡིན་ནོ་དེ་སྣ་ཚོགས་ལ། དེ་ནས་ངེས་པ་བོ་ཁྱེར་ཏེ་མིང་མི་འདྲ་བ་བཞུ་སྟེ། ད་མིང་མི་འདྲ་བ་བཞུ་བྱས་པོ། དེ་ནས་གནའ་དེང་གི་མིང་འདོགས་སྲོལ་སོ་སོ་ཡོད་དོ་ཟེར། གནའ་དེང་གི་ཟེར་ན་ད་སྔོན་མ་ནང་དེར་འདག་སྲེད་དེ་ནས་མིང་བཏགས་སྲེད་བཏགས་བྱས་སྲེད་དེ་ནས་ལུགས་སྲོལ་བོ། དེ་ནས་སོ་སོ་ཡོང་དོ་ཟེར་ད་ལ། དེ་ནས་སྔ་ཡང་ན་སྔོན་མའི་མིང་དགུ་ནང་འདག་སྲེད་དེ་ནས་མིང་དགུ་འཁྱེར་ཏེ་སྒྲ་མི་རུབ་དེ་ནས་སྔོན་མ་དེ་ནས། མིང་བཏགས་གན་དེ་ནས་མང་པོ་ཞིག་གདགས་ས་མ་ནས་དེ་བཙོག་ས་དེ་མིང་བུ་བཏགས་ཡོད་ཅེས་མི་རུ་འུག་ཆུ་ཆེས་པིན། ད་གདགས་སའི་མིང་ནང་བཙོག་བཟོས་ག་ནང་མང་པོས་དོན་འོག་དེ་ཨིན་ནང་དེ་ནས་སོ་སོ་བུ་གཅིག་ཏུ་ངེས་དེ་བཏགས་ཆ་བཅོས་པིན་དེ་ནས་སོ་སོ་བུ་ཁེར་དེ་སྔན་མ་དེ་ནས་མིང་བཏགས་ཧྲུལ་ཅིག་དེ་ནས་ཡིག་གཟུགས་སོ་སོ་སོ་སོ་འདུག་སྤེར་ནས་ངེས་ཡིག་ག་ནས་སོ་སོ་ཡོད་ག་ནུམ་ཅིག་སི་ལིན་ཆ་ན་དེ་ནས།

ན། འཛུམ་པ་རྒྱལ་མོ་བཞོ་ཙོག་དེ་སྣ་ཚོགས་ལ་འཛུམ་པ་སྐྱིད། དེ་ནས་ཨ་མ་ལྡོག་མ་བཞོ་ཙོག་དེ་སྣ་ཚོགས་ལ་འཛུམ་པ་སྐྱིད། དེ་འཛུམ་པ་སྐྱིད་བཞུ་གན་པོ་མང་པོ་འདུག། དེ་ནས། གུ་རུ་ཆོས་སྤེལ་བཞོ་ཙོག་དེ་ནས་དཀོན་མཆོག་སྤལ་བཞོ་ཙོག། དེ་སྣ་ཚོགས་ལ་དེ་ནས་ཆོས་བཟང་མོ་བཞོ་ཙོག།

མིང་ཏོག་ཧྲུལ་དེ་ཙོག་ཞིག་ཡོད་ཅེས་འདུག་དེ་བས་གལ་ཏེ་ང་དང་ཧེ་ཝང་མ་གུ་ནི་ག་ནས་དེ་ནི་ང་དང་སི་ལིན་སི་ལིན་ནང། དེ་ནི་ཨིའི་མིང་ཚང་མ་འདིའི་ཡང་འདུག་ག་ལ་ལས། དེ་བས་གལ་ཏེ་ཅི་ཧ་གོ་རུ་བཞུད་ན་དེ་ག་ནི། འདག་ས་ནང་དེ་ནས་སྔན་མས་དེ་ནི། མིང་དག་བཅད་སའི་དེ་ནས་ཚུལ་བུ་གལ་ཏེ། པ་དེ་མང་པོ་ཞིག་དེ་ནས་སོ་སོ་འདུག་ཟེར་སྐམ་པོ་དེ་ང་དང་དེ་ག་ནི་ཧ་གོ་རུ་བ་དེ་ནི་འདག་ས་ནི་ང་དང་མང་ཆ་དེ་ནས་སྟན་འཛིན་ནང་དཀོན་མཆོག་ནང་དེ་ནི། ཅེས་ཞོགས་ལྟ་ཚུལ་ཁྲིམས་ནང་དེ་ཚོགས་བཟི་ར་གཞོད་ཚོགས་ཐུབ་བསྟན་ནང་དེ་ཚོགས་བཟིར་གན་ཚོགས་དངོས་པོའི་དེ་ནོག་པ་འོ་དེ་ཚོགས་བསྟེ་ནས་མེ་དལ་ཨི་ཝུན་པད་དེ་སོ་སོ་ར་མིང་པོ་གོ་རང་ཏོའི་དུ་གལ་ལ་ལས། དེ་ནས་ད་གསུམ་པ་བོ་གལ་དེ་ནང་ང་ད་འདོག་སློང་ཡ་འདོག་བྲིས་ཞིག་ཡིན་ག་བོ་ང་ད་ཐེ་ཚོམ་ཅན་ང་ད། ཅེས་ཞོགས་ཨི་ཚོགས་ཤིག་ཨིན་མ་ན་ཧེ་ཨི་ཝུ་ཨི་ན་ཧེ་བསམས་ག་ནས་དེ་ཚོགས་བཟི་ཐེ་ཚོ་མི་འབྲེལ་ག་ནས། གསུངས་པ་སངས་ལྟེ་བའི་ཁྱེར་ཏེ། གསུམ་པ་འོད་དེ་འོད་ནོག་ལྟེ་བའི་ཁྱེར་ཏེ། དེ་ནས་པཎ་ཆེན་ལྡུམ་ར་པ་ཟེར་ཏེ་ཡིན་ནམ་ཟེར་ཏེ་འདུག་ཨཱ་པཎ་ཆེན་ལྡུམ་ར་པ་བཞུད་དེ་ཡིན་ནོ་ཨ་བཞུད་དེ་ནོ། ཅེས་ཟེར་ན་ཨི་ཧེ་དབང་ཅི་ཡི་ཀ་ནས། དེ་ནས་ལྷ་མིའི་བླ་མ་བློ་བཟང་བསྟན་པ་ཟེར་ཏེ་བཞུད་ཟེར་ཏེ་འདུག་གསུངས་པ་སངས་ལྟེ་བའི་ཁྱེར་ཏེ། ང་དང་དེ་ནས་བླ་མ་བློ་བཟང་བསྟན་པ་ཞུས་ན་དེ་ནས་བློ་བཟང་བསྟན་པ་ཁྱེར་ཏེ་དེའི་གཟན་ནས་ང་དང་པཎ་ཆེན་ལྷ་བཙུན་སྐབས་ང་དང་རྡོག་རྩ་སྐུ་གདུང་བུ་དེ་ནས་ང་དང་ལྕགས་ར་སེ་དེ་ནས་གསེར་གདུང་ཁ་རི་ན་བཞུགས་བཞུགས་ཏེ་བསྟེན་ནོ། དེ་ནས་སྐུ་གདུང་བེར་པུ་ཁྱེར་ཏེ་ང་དང་མགུར་དགོན་ནས་བཞུགས་ཏེ་བསྟེན་ནོ།

དུས་གསུམ་གཟིགས་པ་རྣམས་ལ་ཕྱག་འཚལ་ལོ། དཔག་མེད་ཡོན་ཏན་རྒྱ་མཚོས་དབུས་ན་བྱིངས། སྨྲ་བརྗོད་མཁྱེན་བརྩེ་རིན་ཆེན་བཞི་ལ་བསྒྲུབ། ཕྲིན་ལས་བཞིའི་བང་རིམ་མངོན་འཕགས་སྤེལ། སངས་རྒྱས་ཐུབ་དབང་ལྷུན་པོ་དེ་ལ་བསྡུ། བཞུགས་སྟེ་དེ་ཡི་ག་ཚུགས་པ་དེ་ནི། ང་དང་ཆོས་རྗེ་རི་ནགས་ནི་ད་ཡི་ག་ནི་སངས་རྒྱས་ཐུབ་དབང་ལྷུན་པོ་དེ་ལ་བསྡུ་བཞུགས་སྐབས་ང་དང། སྟོན་པ་ཤཱཀྱ་ཐུབ་བ་དེ་ནི། སྐྱོ། དེ་ནི་དེ་ག་ནི། བློ་གྲོས་མཚུངས་མེད་བློ་བཟང་གྲགས་པས་སྤེལ། བཞུགས་སྟེ་དེ་ལྟ་སྟེ། གཡུ་ཁྱེར་ཏེ་དེ་ནས་བློ་གྲོས་མཚུངས་མོའི་བློ་བཟང་གྲགས་པས་སྤར་བཞུགས་ནས་དེ་ནས་ང་དང་རྒྱ་བླ་ཙོང་ཁ་པ། བསྐྱོད་དེ་ནས་དེ་ག་ནས། ལྷ་མིའི་བླ་མ་བློ་བཟང་བསྟན་པ་ལ་ལུས་ངག་ཡིད་གསུམ་བསྐུལ་བའི་ཕྱག་འཚལ་ལོ་ཞུས་ཏེ་དབྱི་ཚིག་ངེས་པས་ན། དེ་ནས་ད་ལྷ་མིའི་བླ་མ་བློ་བཟང་བསྟན་པ་ཟེར་ཏེ་ཁོང་ལ་དེ་ནས་ལུས་ངག་ཡིད་གསུམ་བསྐུལ་བས་དེ་ནས་ཕྱག་འཚལ་བཞུས་ཕྱག་འཚལ་ལ་ཞུས་ཏེ་ནོག་པ། ད་དབྱི་ཀ་བཞུགས་ཀ་ནས་དེ་ནས་བླ་མ་བློ་བཟང་བསྟན་པ་བཞུགས་ཀ་འབུལ་ཁྱེར་ཏེ་ན་དེ་ནས་ང་དང། ནུབ་རེ་དེ་ནས་པཎ་ཆེན། དེ་ནས་པཎ་ཆེན་ལྡུམ་ར་པ། དེ་ནས་ཁོང་མཚན་ལ། དེ་ནས་པཎ་ཆེན་བློ་བཟང་བསྟན་པའི་ཉི་མ་བཞོན་ནོ་གསུངས་པ་སངས། ཏེའུ་དེ་ནས་ཁོང་ཡང་ཞུས་ཏེ་མ་ན་ཧེ་བསམས་ཏེ་དེ་ནས་ངས། ཏེའུ་ཞུས་བྱས་ཟིན་ཧ་ལ་ལས། གསུངས་པ་སངས། ལྷ་མིའི་བླ་མ་བློ་བཟང་བསྟན་པ་ལ་ལུས་ངག་ཨི་གསུམ་བཀུས་པས་ཕྱག་འཚལ་ལོ་ཞུས་ཏེ། དེ་ག་ནས། དེ་ནས་འདུལ་བ་འབུམ་ལ་ང་ངས་སློབ་དཔོན་བློ་བཟང་མགོན་དགྱེས་པ་ལ་བརྒྱུད་པའི་བླ་མ་རྣམས་ལ་ཕྱག་འཚལ་ལོ་ཞུས་ཏེ་བསྡུ་བ། གསུངས་པ་སངས་དེ་ནས། ཁོང་ང་དང་ཅི་ཞིག་ཞོག། ད་བན་ཆེན་ལྡུམ་ར་པ་ཁྱེར་དེ་ན་དེ་ནི་ཁོང་འདུལ་བས་དེ་ནི་ལ་ཆོ་ག་དེ་ནི་ཁོང་འདུལ་བས་ན་དེ་ནི་མ་ན་ཡང་དམིགས་བསལ་དུ་དེ་ནི་ཁ་སྦ་དཀའ་ནི་དེ་ནི་ང་དང་གཞལ་བསྟར་དུ་ནོག་པ་དེ་ནི་ཁོང་འདུལ་བས་ང་དང་ཅི་ཞོག་ད་ལྗགས་རྩོམ་མཛད་དེ་དེ་ནི

གཞན་མ་ཚང་མ་དེ་ནས་ད་གོ་ཡི་ག་ནས་མ་ལྷོག་ནང་དེ་ག་ནས་འཇུག་པོ་དེ་ནས་མ་ལྷོག་ནང་འགྲིག་བྱེད་རྩོག་བྱེད་དུས་ག་ལ་ལས་ལྟོས་ཁེར་དེ་ནང་དེ་ནས་འདོགས་པ་བོ་ཡིན་ནོག་ཡ་ལས་ད་ཡུ་པན་ཆེན་ལྷ་བཙུན་ལ་བཞུས་ཏེ་མ་ན་ཧེ་པན་ཆེན་བཙུན་རག་པ་བློ་བཟང་བསྟན་པའི་ཉི་མ་བཞུས་ཏེ་མ་ན་ཧེ་བསམས་ཀ་ནས་ད་འདོགས་དྲི་བོ་ཡིན་ནོག་ཡ་ལས་ལྟོས་བཞུས་བྱེད་ཟིན། དེ་ནས་ད་བཞི་པ་བོ་ཁེར་དེ་ནང་ད་སྒྲོལ་མའི་རྣམ་སྤྲུལ། ད་ཏེའུ་སྐྱིད་ནོག་བཞུགས་ནས་དེ་ནས་ང་ད། རྒྱལ་མོ་ཁེར་དེ་དེ་ནས་ང་ད་རྒྱལ་པོ་བོན་ནས་དེ་ནས་ལྕམ་རྒྱལ་མོ་བོན། དེ་ནས་ཁོང་ཚར་བཞོད་ཙ་ནས་དེ་ནས་སྒྲོལ་མའི་རྣམ་སྤྲུལ་བཞུགས་ཏེ་དེ་ནས་ཡང་ན་སྒྲོལ་མ་སྐར་མའི་རྣམ་སྤྲུལ་བཞོད་ཙོག་སོ་དེ་ཙོག་སོ་ལ་དེ་ནས་སྒྲོལ་མའི་རྣམ་སྤྲུལ་ཨི་ནོག་བཞུགས་ཏེ་དེ་ནས་མིའི་སྐར་དེ་ནས་རྒྱལ་མོ་བོན་ནས་ཚར་ཉེ་པོ་དེ་ནས་བཞོད་དེ་ཡོང་དོ། ད་ཏེའུ་ཁེར་དེ་ང་ད། ཏུའུ། ཀ་ཀ་ཀ་ཏུ་ཏུའུ་ང་དང་གཟིགས་ཤིས་ན་ལ་ལི། ད་སོངས་པ་སོང་དེ་ནས་དང་པོ་ཁྱེར་དེ་ན་ཡི་ག་ནས། ཧེ་བང། འཇིགས་བྱེད་ཡི་ག་ནས། དེ་ནས་འགྲོལ་མེད་རྣམ་སྤྲུལ་ཁྲིར་རྒྱལ་མོ་བཞི་སྟེ་བརྒྱད་བཙའ་དུས་བསྡུ་བ། དེ་དེ་ན་ཙོག་ལི་ཡང་གཉིས་པ་བོ་ཁྱེར་དེ་ན། དེ་ནས་ཡང་འགྲོལ་མེད་རྣམ་སྤྲུལ་ལྷ་ལྕམ་རྒྱལ་མོ་བཞི་སྟེ་བརྒྱད་བཙའ་དུས་བསྡུ་བ། ཡང་དེ་ན་ཙོག་ལི་དེ་ནས་ཧེ་བང་འཇིགས་བྱེད་ཡི་ག་ནས། དེ་ནས། སྒྲོལ་མ་སྐར་མའི་རྣམ་སྤྲུལ་རྒྱལ་མོ་རྣམ་རྒྱལ་སྐྱིད་ཀྱིས་ཀྱང་ཞུས་ཏེ་རྣམ་རྒྱལ་སྐྱིད་རྒྱལ་མོ་རྣམ་རྒྱལ་སྐྱིད་ཞུས་ཏེ་སྒྲོལ་གོང་ཡིག་ཚང་ལ་ད་གསུངས་པ་ཁོང་དེ་ནི་སྒྲོལ་མ་སྐར་མའི་རྣམ་སྤྲུལ་ཡིན་ནོ་ཟེར་མོད་ཀྱང་གསུངས་པ་ད་སྔ་མས་དེ་ནས་ཤ་བང་བསྐུས་ནས་ག་ནས་དེ་ནས་རྒྱལ་མོ་བོན་ལ་དེ་ནས་པད་མ་ནི། རྗེ་བཙུན་སྒྲོལ་མའི་རྣམ་སྤྲུལ་ལུས་ནོག་བསམ་སྟེ། དེ་རྫོགས་ཤིག་བསམ་བློ་སྦོ་རེ་བཀྱག། ལྟོས་སོ་ང་དང་ལྟོས་བཞི་དཔའ་བོའི་ནོག། གསུངས་པ་གསུངས་ད། ང་དཔའ་བོས་ན་དེ་ནི་ང་དང་ཅི་ཞུ་རུ་ཞུས་ན་དེ་ནི། ད་ཡིད་ག་ཡང་བཟློག་པ་ཆེན་མོ་ཅིག་ཅིག་ང་དང་ཅི་བྱར་འདུག་ཟེར་ན་དེ་ནི་ང་དང།

ད་སོང་སྤུ་སངས་དེ་ནས་ཨི་སྤུ་མཆིན་འབྲས་རྫི་དཀར་འབུ་ཁྱེར་ཏེ་ཁག་གཉིས་ལ་འདུག་དེ་ནས་འདག་སེ་སྔན་མ་བོ་ཁྱེར་ཏེ་ཨ་རུ་སྒང་ཕྱོགས་སུ་མ་གནས་ཀ་དེ་ནས་ཨི་གཉིས་སྤ་བོ་ཁྱེར་ཏེ་ནང་ལྷ་ཁང་དཀར་དམར་ནས་ཐུ་ལ་ཡོང་འཇོག་དེ་མཱན་འགོག་ཅིག་ཡོད་དེ་ནོག་སྐལ་བཟང་མ་གནས་མ་ལྷེ་བའི་སྔན་ལ་དེ་འོད་དེ་མཱན་འགོག་ཆུ་འུན་བེ་ཀ་དེ་ནས་རྩིག་པའི་ན་ཡོད་དེ་ནོག་ཨི་གང་དེ་ནས་དེ་ན་འབྲས་རྫི་དེ་དུ་སྤུ་མཆིན་ཚེ་རིང་དང་ཨུ་སྟ་ཏི།

དེ་མ་ནི་ང་ད་སྤོན་ཆེན་མ་འདྲེས་ལ་ཡི་གེ་པ་ནི་ཟེར་ཏེ་སྦྲེལ་ནོ་པ་ཟེར་ཧེ་བང་ག་ཡི་གེ་འབྲི་མཁན་གཅིག་པོ་ཡིན་ན་སྤེར་ནས་ཡི་ག་ནས་འདུག་ག་ང་ད་སྐལ་བཟང་མ་ནི་ཁོར་ཡི་ག་ནས་དེ་ནས་སྡིག་ཤག་སེར་གྱི་སྤུ་གྲི་ཡང་འདྲེས་རྫ་དེ་ཡོད་ག་ནས་དེ་ནས་ཡང་སྤང་པོ་གཅིག་དེ་ག་དེ་ནས་ཨི་ཡི་གེ་བོ་དུ་བ་སོང་སྤ་དེ་ག་འདྲེས་རྫ་དེ་དུ་ཡི་གེ་པ། དགེ་སློང་འཇམ་དབྱངས་རྒྱལ་མཚན་གྱིས་དྲིས་གཟིར་ཏེ་བསྒྲལ་མཛད་དེ་དག་གསུངས་པ་ཨི་དགའ་ཨི་དགེ་བ་མ་ནི་སྤོན་ཆེན་བོན་ཆེན་དེ་གཟུགས་བསྒྲལ་མཛད་དེ་མི་རུ་བ་གསུངས་པ་ཨི་དགེ་གཅིག་པུ་འདྲི་ག་ནི་ཡིན་ན་དེ་ནི་ཨི་དགེ་བ་གཟིར་གྱིས་དེ་ནི་ངེད་རང་སྤོན་དེ་ནི་དེ་གཟུགས་ཡང་ཆེན་མོ་ཡིན་ན་དེ་ནི་སྤོན་ཆེན་གཟིར་ཏེ་བསྒྲལ་མཛད་དེ་གེགས་པ་གསུངས་པ་བཟང་སྟེ་ཁྱད་ཅིག་ཡོད་ཀྱི་འདུག་ས་མ་ར་ཧ་ལ་ལས། གསུངས་པ་བཟང་སྟེ་ཨི་དགའ་ཨི་སྤོན་ཆེན་འདྲི་གཅིག་གཟིར་དོན་དག་པོ

ད་ནི་འདོགས་བྲིས་ལྔ་པ་བས་ནི་ང་དང་ཐེ་ཚོམ་བཅད་ནས་ད་བྲིས་བ་ལྔ་པ་རྫོགས་པ་ལ་ལས་དོན་ཡིན་བཞུད་ཅིང་ཡ་ལས། ད་དྲུག་པ་བས་ན་དེ་ནི་ང་དང་ཅི་བཞུད་རུག་ཟེར་ན། ད་ཡིག་ག་དེ་ནི་མིང་བཏགས་ཟ་ནས་དེ་ནི་ང་དང་རྫ་ཡིག་བཅད་ནས་དེ་ནི་མིང་མང་པོ་ཞིག་འདུག་ག་ལ་ལས་རྫ་ཡིག་བཅད་ཟ་ནས་ང་དང་གསལ་བྱེད་སུམ་ཅུ་ང་དང་ཀ་ཁ་ག་ང་སིལ་ཟ་ནས་དེ་ནི་རྩ་ཚ་རྫ་བ་ཟེར་ག་ནི་ང་དང་རྫ་ཡིག་ཅིག་ཡོད་ཀྱག་པ་དེ་ནི་རྫ་ནང་འདྲིལ་དཀའ་ནི་དེ་ནི་མིང་མ་མང་པོ་ཞིག་འདུག་མིག་སལ་ཆུ་སྟེ་དེ་ནི་སྤོ་མ་དེ་ནི་མིང་བཏགས་ཟ་ནི་དེ་ནི་རྫ་ནང་འདྲིལ་དཀའ་ནི་མིང་སྤེར་ན་ཡི་ག་ང་དང་སིལ་ན་དེ་ནི་རྫ་ནང་འདྲིལ་དཀའ་ནི་ཡི་མིང་པོ་མ་མང་པོ་འདུག་སྔ་ནས་རིག་པས་ན་དེ་ནི་ཨ་མ་ཆུ་སྐྱོང་འཛོམ་པ་ཟེར་ར་ཙོག་ཡི་ག་ཡང་འཛོམ་པ་ཟེར་ཏེ་དོ་དེ་ན་ཙོག་ལ་དེ་ནི་འཛོམ་པ་རྒྱལ་མོ་ཟེར་ར་ཙོག་དེ་ན་ཙོག་ལ་དེ་ནི་འཛོམ་པ་སྐྱིད་ཞོད་ཙོག་ཟེར།

ཨ་མ་འཛོམས་པ་བུ་ཁྲིད་གཞོལ་ཙོག་དེ་ན་ཙོག་ལ་བུ་མོ་སྐུ་འཛོམས་གཞོལ་ཙོག་དེ་ན་ཙོག་ལ་གངས་འཛོམས་གཞོལ་ཙོག་དེ་ནས་འཛོམས་པ་བུ་ཁྲིད་གཞོལ་ཙོག་ད་དེ་ཙོག་ད་ང་ཕ་ལ་འདྲེག་དེ་ནས་འབིག་འདུག་སོང་པ་སོང། ཨི་མིང་བཏགས་ཅེས་སྤང་དེ་ནས་ཨི་འཛོམས་པ་འཛོམས་པ་ཟེར་ཅེས་བུ་ཁྱེར་དེ་གཅིག་ནས་གཅིག་ག་རེ་རྒྱུད་དེ་དེ་མིང་ངས་ང་ད་ནམ་རྒྱལ་ནམ་རྒྱལ་ཟེར་རེ་བཏགས་ག་ཙོག་ལ་ཨི་འཛོམས་པ་འཛོམས་པ་ཟེར་རེ་བཏགས་ཅེས་སེ་ལུག་ཧྲོལ་གྱིས་གང་མེད་ད་ཧེ་ཧེ་བསམ་བསམ་ཙོག་ཞིག་འདུག་ག་ལ་བུ་མོ་ཨུན་ལ།

ཨིར་གལ་དན་ནི་དེ་ནི་མི་ཡིན་མིའི་མིང་ང་དེ་ནི་ཨིར་གལ་དན་དག་གན་པན་ཡིན་ཅི་ན་ང་དང་ཨིར་གལ་དན་བཞུགས་གན་པོ་ཁྱེར་དེ་ང་དང་ས་སྐྱ་རི་མིང་འཇིག་ཡིན་ནོག་པ་ང་དང་ལྷ་ཡུལ་ལི་མིང་འཇིག་ག་དེ་ནི་ང་དང་ཨིར་གལ་དན་བཞུགས་ཏེ་དེ་ནི་ང་དང་ལེགས་རྒྱ་རི་ན་སང་སྐྱི་རི་ན་བཞུགས་ནི་ཏུའུ་ཤི་ཏ་བཞུགས་ཏེ་ཏུའུ་ཤི་ཏ་ཧེ་བན་བཞུགས་ནོག་པ་དག་ས་ང་དང་ཨང་རེ་སལ་གན་ནི་སོང་པ་སང་ཨིར་གལ་དན་པོ་ཁྱེར་དེ་ན་དེ་ནི་ང་དང། སྒོ་མ་ལྷ་ཡུལ་ལ་དེ་ནས་ལྷ་སྣ་ཞིག་ག་དེ་ནས་རྒ་ལྡན་བཞུས་སུ་དེ་ནས་ཏེའུ་ཁྱེར་དེ་ནང་དེ་ནས་ཏེའུ་ང་དང་ཡུལ་ལས་མི་ང་ཐོག་དེ་ནས་ང་དང་བོར་ལ་དེ་ནས་ང་དང་རྒ་ལྡན་དེ་ནས་ང་དང་དགོན་པའི་དེ་ནས་ཚང་ལ་ཐོག་གདན་ས་ཆེན་མོར་རྒ་ལྡན་བཞུས་རྫོགས་སོ། དེ་ནས་དེ་ག་ནས་དེ་ནས་ཏེའུ་ཁྱེར་དེ་དེ་ག་ནས་དེ་ནས་ང་དང་རྒྱལ་ལྡན་པའི་ག་ནས་བ་དེ་རྫོགས་ད་རྒ་ལྡན་བཞུས་རྫོགས་དེ་ནས་རྫོགས་པ་དེ་ནས་དེ་རྒ་ལྡན་བུ་ཁྱེར་དེ་ནང

ལྟོས་ཁེར་དེ་འབུ་ཚ་པོ་མོ་མང་པོ་དེ་གཟུགས་བཏགས་ཇི་སྲིད་ལོག་སྲོལ་ལས་ཀྱི་འདུག་དཔེར་ན་མགོན་པོ་ཚེ་བརྟན་རྒྱལ་མོ་ཟེར་ར་ཚོགས་མགོན་པོ་ཨ་ལ་དེ་སྣ་ཚོགས་ལ་ལྷ་ཧྲལ་མགོན་པོ་རྣམ་རྒྱལ་ཟེར་ར་ཚོགས་དེ་སྣ་ཚོགས་ལ་དེ་ནས་ཀ་ག་བློ་བཟང་མགོན་པོ་ཞེས་ཚོགས་དེ་སྣ་ཚོགས་ལ་ལྷོ་དཔོན་ཆེན་མོ་བཀྲ་ཤིས་དགོན་ཞེས་ཚོགས་འོ་དེ་ཚོགས་དེ་ནས

ཨུན། ད་དེ་སྣ་ཚོགས་ལ་དེ་ནས། ད་ཐེ་ཚོམ་བཅད་ནས་དེ་ནས། མིང་དེ་ནས་ཧྲཱུྃ་དཔའ་བོ་ཁྱེར་དེ་ན། དེ་ནས་མགར་འདི་ག་འཇིག་དུ་ག་ལ་ལས་དེ་ནས། ཧེ་བང་ཅིག་ཅིག་ག་དེ་ནས་མེ་མེ་མགར་ཚེ་རིང་ཟེར་དེ་རྒྱལ་བཙའ་དེ་དོ། སོང་སྤ་སང་ཏེའུ་ཁྱེར་དེ་ན། དེ་ནས་མགར་བུ་ཁྱེར་ཏེ་གལ་ཏེ་ཡི་གེ་དེ་དྭོགས་དགའ་ར་མགར་རྒྱལ་མཛད་དེ་འདུག་དེ་མ་ནི། ལྟོས་གལ་ཏེ་ནོར་དེ་ཡིན་ན་ཡ་མ་འོག་དགའ་ར་མགར་ཡིན་ན་དེ་ནས་མེ་མེ་མགར་ཚེ་རིང་ཟེར་ར་ན་དེ་ནས་ལྟོས་ཨང་དེ་རྫོགས་ཚེ་དེ་ནས། མགར་བཞུགས་ཀ་ནས་དེ་ནས་རིགས་རྒྱུད་ཅིག་ཡིན་ན། ཅི་ན་བསམས་ཀ་ནས་ད་དེ། ཐེ་ཚོམ་བྱས་ནས་དེ་ནས་དྲི་བ་རྫོགས་པོ་གནང་བ་ལ། ཡ་མེ་ནི་ང་དང་མི་ངེ་ན་དེ་ནས་ཡི་མ་འོག་དགའ་ར་མགར་འདྲི་ག་འབུ་ཁྱེར་དེ་ནང་ཡང་དེ་ནས་སྔན་མ་བོད་ལ། དེ་ནས་ཡང་ང་དང་ཝང་ཧྲུལ་པ་དེ་ནས་ང་དང་དེ་ན་ཙོག་རྒྱལ་པོ་རྒྱལ་པོ་ཡོད་ཙོག་འོ་དེ་ཙོག་ཤིག་སྤེལ་ནས་ང་དང་ཡོད་དེ་ནོག་དེ་མགར་རིགས་རྒྱུད་བཅོས་ནོག་པ་མགར་སྟོང་ཙན་རྒྱལ་པོ་ཟེར་ར་ཙོག་མགར་སྟོང་ཙན་བཞོ་ཙོག་འོ་དེ་ཙོག་སེ་རིགས་གཅིག་མ་ན་ཧེ་བསམ་ག་མི་ད་སོང་སྤ་སང་ད་དོན་དག་པོ་དེ་ནས་ཨི་ཧེ་ཝང་ཀུ་ནི་ཀ་ནི་དེ་ནི་རིགས་རྒྱུད་དེ་ནས་ཀ་ཟུག་ཀ་ཟུག་རེས་དེ་ནས་ཝང་རྒྱུད་དེ་ནས་བཀའ་གཟུགས་བཀའ་གཟུགས་རིགས་དེ་ནི་དབང་ངེ་ན་ཡོད་པའི་དེ་ནི་མིང་བཀའ་གཟུགས་རིགས་ཡོང་འདུག་དེ་ནི་སྔར་མེད་མིང་དེ་ནི་དྭགས་ཧྲོལ་བོ་ཀ་ཙོག་ཞིག་འདུག་དེ་ལྟའི་མིའི་རྒྱུད་པོ་ཁྱེར་ང་དང་རྩལ་ན་པོད་ལ་ཡ་གོང་ཕྱོགས་ནས་འདུག་འོ་དེ་ཙོག་དེ་ནི་ང་དང་ཤར་ཕྱོགས་ནས་འདུག་ག་དེ་ནི་ཨ་མདོ་ཕྱོགས་ནས་འདུག་ག་ཡ་དེ་ན་ཙོག་ལ་དེ་ནི་བུ་ཙ་དེ་བོད་མའི་མིང་ཅན་བུ་དྭགས་ས་ང་དང་ཀ་ནས་འདུག་དེ་རྒྱུད་ཀྱིས་ནོག་དེ་བཟོ་ཡ་ང་དང་རྩལ་ན་སྟོད་ཅིག་དེ་ནི་ང་དང། དེ་ནས་དེས་མི་རྒྱུད་ཡོངས་ས་སོགས་པོ་དེ་ནི་ང་དང་ཧ་གོ་ཅི་ཟིན་གྱིས་བསྡུ། དེ་ནས་མཉམ་པོ་དེ་ནི་དེ་ག་ནི་ང་དང་ཡང་ཅིག་ཅིག་ཅིག་ཧ་གོ་རུ་ཟེར་ནས་དེ་ནི་སྔ་མ་ང་དང། མི་ཀུན་ནི་དེ་ནི། ང་དང་མི་ཆེན་མོ་ཀུན་ལ་ང་དང། བང་ཧྲུལ་པ་ཀུན་ལ་དེ་ནི། བསམ་བློ་དེ་ནི་ང་དང་འདུ་ཤེས་འཛིན་སྟངས་རྫོགས་པོ་ཡ་ང་དང་བསམ་བློའི་ནང་དེ་མི་ཡུལ་ལ་དེ་ནི་ལྟ་ཕྱོགས་བསམ་ཕྱོགས་རྫོགས་པོ་ག་ཚོགས་ཤིག་ཡོད་ཀྱག་ཟེར་ར་གང་རྫོགས་དེ་ནི་ང་དང། རྒྱ་མོ་བོན་ལ་དཔེར་ན་འགྲོལ་མེད་རྣམ་གྲོལ་བཞུ་བ་ཚོགས་སྐུ་མཐོང་སྟེ་དེ་སྣ་ཚོགས་ལ་རྒྱལ་པོ་བོན་ལ་དེ་ནི་པད་མ་ནས་སྐྱེས་ཤོག་ང་དང། རྣམ་སྲས་དེ་སྣ་ཚོགས་རྣམ་སྲས་བདག་མོ་ཟེར་དེའང་འབྲས་རྫ་དེའང་འདུག་རྒྱ་མོ་བོན་ལ། དེ་སྣ་ཚོགས་ལ་དེ་ནི།

དེ་ནི་ཨིའི་འཛོམས་པ་ཟེར་གན་ཙོག་གི་དེ་ཙོག་སེ་དེ་མིང་མང་པོ་ཞིག་དུ་བ་དེ་ནི་འཛོམས་པ་སྐིད་བཞོད་ཙོག་དེ་ཙོག་སེ་མིང་དག་ས་ང་ཏན་མ་ནི་ཏག་ག་མ་ནོ་དེ་ན་ཙོག་ལ་དེ་ནི་ང་ཏན་ཅེས་ཤོག་དེ་མིང་ཨོ་དུ་ཙོག་པེ་དེ་སོ་སོ་སོ་སོ་མང་པོ་ཞིག་དུ་བ་དོན་ཁེར་དེ་ང་ཏན་དང་དེ་ཡན་མ་ནི་ང་ཏན། གོ་ལའང་མེད་བཙོག་ད་ཅིག་གི་སོ་སོ་ཞིག་འཚོ་ར་ནོག་པ་པད་མ་ནས་དཔེར་ན་མིག་སྔར་སྒལ་ལྡན་ཁྲོད་ལས་ཟིན་ན་དེ་སྣ་ཚོགས་ལ་སྒལ་ལྡན་ཨ་མ་བཀྲ་ཤིས་འགྲོལ་མ་ཟིན་ན་སྒལ་ལྡན་བཞུགས་ན་ཡ་ཁོར་སྒལ་ལྡན་ན་ཡོང་གན་ཅིག་ཡིན་ན་ཡ་ཅིན་དེ་ཡུལ་ལས་མིང་ཡིན་ན་ཡ་དེ་བཟོད་བསམ་ཅི་ཞིག་བཙོག་ཤིག་ནོག་པ་བདག་སྲས་དུས་ལ་ཟེར་ན་དེ་བཙོག་ས་དེ་ནས་མིང་ཨོ་དེ་བཙོག་འདུག་ཡ་ལས་ད་དེ་སྣ་ཚོགས་ལ་དེ་ནས།

དེ་ནས་ང་དང་ཆོས་བཟང་མོ་གཞོལ་བཙོག། སྐྱ་པ་བཀྲ་ཤིས་གཞོལ་བཙོག་དེ་ནས་བཙོག་ལ། འོ་དེ་བཙོག་དེ་ནས་དཀོན་མཆོག་སྤལ་གཞོལ་བཙོག་དེ་ནས་བཙོག་ལ་དེ་ནས། ཨ། ཅེས་ཞོག་ད། ཆོས་སྐྱོང་ཚེ་རིང་གཞོལ་བཙོག། ཆོས་སྐྱོང་རྫོན་པ་གཞོལ་བཙོག་འོ་དེ་བཙོག་སྐོན་སྤལ་དེ་མིང་སྦལ་དེ་སོ་སོ་རང་བདག་སེ་དུ་ན་བསྟུན་དེ་ང་དང་བསམ་པ་དང་ན་སོང་སྤ་སང་དེ་ག་ནས་དེ་ནས་མིང་སོ་སོ་ཡོད་ཅེས་པ་གཅིག་པོ་མ་ནོག་ད་དེ་ག་ནས་གཅིག་བྱས་ནས་དེ་མི་ཀུན་དེ་ནས་ཡོང་སའི་དེ་ནས་ཆོག་དེ་ནས་ག་འུ་ཞིག་ནས་དེ་མི་ཀུན་དེ་ཚོགས་རེག་ཧ་གོ་བ་དྲུག་གུ་ལེ་གུ་ལེ་ང་དང་རྟགས་ཆར་བཅོས་ན་གསུངས་པ་སོང་དེ་ཚོགས་རེག་དེ་ནས་སོ་སོ་རེག་དེ་ནས་དེ་ག་ནས་སྤེ་ར་སོ་མ་དེ་ཚོགས་རེག་མཐོང་རྒྱུ་འདུག་ཞུ་ཅེས་པའི་ནོག་ཡ་ལས་ཨང། དེ་ནས་དེ་ན་ཞུས་ཏེ་དེ་ནས་ཏཱ་ལ་ནས་ཚོད་པོ་དེ་ནས་དེ་ན་འོ་དེ་ནས་ང་ཞག་དེ་ནས།